དེ་གི་ད་ཨ་ཅག་བོད་ནང་ན་ཡོད་ན་མང་པོ་ཟིག་གི་ཡིན་ཟིག་གི། ཞིག་གི་བོད་ནང་གི་གནས་ཚལ་དངོས་ཡོད་གནས་ཚལ་ཟིག་ཞིག་གི་བཤད་བསམ་གི་ཡོད་རེད། ཡོད་ན་ཡང་རྒྱ་ནག་གི་ཏག་ཏག་ཏག་ཏག་བཟོས་ནས་བསྡད་བཤད་གི་འཇུག་གི་ཡོད་མ་རེད། བཤད་བཞག་ནས་དྲ་རྒྱའི་གཟབ་བཞག་ཡིན་ནས་རྒྱ་ནག་གི་ཡིན་ཟིག་གི་སིབ་སེ་སིབ་སེ་བཞག་ནས་བསྡད་ཁོ་ཚོས་བཞག་བཞག་ནས་ནས་སིབ་སེ་བཞག་བཞག་གི་འདུག་ཨ་ཅིག་མ་ལག་ན་དེ་བཞག་བཞག་གི་འདུག།

དངོས་ནས་རྒྱལ་ཁབ་ཟིག་གི་འབྱོར་སྟངས་ཟེར་ད་སྐད་ཟིག་གིས་ནི་སྐད་ངར་མི་འདུག་ཡོད་ཡོད་སའི་ཟ་ཡོད་རྒྱུ་རེད་དགོངས་དག་དེ་ལ་མི་སའི་ཟ་ཡོད་གི་མ་རེད་བསམ་གི་ངོ། ད་ང་རང་འདྲ་འདྲ་ཟིན་ན་ད་བོད་ནས་ལས་མ་ཟིན་ན་བཤད་བསམ་ན་བཤད་རྒྱུ་ཡོད་གི། ཡིན་ན་ཡང་ང་ཁྱི་ཟིག་གི་སྐད་ངར་འདུག་ཟེར་ན་ང་སྐད་གི་སྐད་ངར་འདུག། ད་དངོས་ནས་དྲང་ནས་བཤད་ན་ང་ཁི་རོ་ཟུ་ཉུང་བ་ཙམ་རེད་ང་ཉུང་ཁི་རོ་ཟུ་རེད། ང་ཡིན་ནི་མ་རེད་ང་གཅིག་པོ། བོད་བརྒྱ་ཕྲག་སྟོང་ཕྲག་ཡིན་ཟིག་གི་ད་རུང་ཁྲིམས་ཁང་ན་མང་པོ་ཡོད་རེད།

དངོས་ནས་ལྷག་བསམ་ནག་པོ་ཡིན་རེད། ཡིན་ན་ད་ཕྱིས་ཤིག་སེ་རག་ལ་ཡོད་གི་ཟིན་ན་ཨི་སུ་ཡིན་ཟེར་གི་ཕྱི་ལོག་ན་ཡོད་ནོ་འདི་མིན་ན་གཞུང་རྐྱང་ཨ་ཐག་སྐད་ཡིག་ཡིན་ན་རེད་རྒྱལ་ཁབ་ཀྱི་འབྱོར་སྟངས་ཡིན་ན་ཡང་ཤིག་ར་ཅིག་འབྲེལ་བ་བཟོས་དགོས་ན་ར་ཨི་ཁྱབ་བཀག་ལེ་ཡོད་མ་ར་སོ་སོ་ཡིན་ན་ད་བོད་ནང་གི་གནས་ཚུལ་འདི་ད་བོད་པ་ཟིན་པའི་ཆ་ནས་རྒྱལ་ཁབ་གང་ང་སོང་རུང་ས་ཕྱོགས་གང་ང་སོང་རུང་སོ་སོ་བོད་པ་ཟིག་ཡིན་བསམ་རྒྱུ་ད། ང་ཁྱོད་དེ་འོས་པ་ཟིག་ཡིན། ང་འོས་ཟིག་ཡིན་བསམ་རྒྱུ་དེ་གང་སོང་ནས་བརྗེད་མི་ཉན་རྒྱུ་དེ་གཙོ་བོ་ཟིག་རེད། ད་དབང་དེ་མི་ཚད་གི་སོ་སོའི་ཏང་ནས་ང་འོས་བསྒྲིགས་ང་འདི་མི་འདུག་འདུག་ནམ་ཡང་འདུག་ཅི་མྱང་གི་མ་རེད། ང་ད་ལྟ་ཡིན་ཚིག་གི་བོད་ནང་གི་འོས་མང་པོ་ཟིག་གི་ཡིན་ཚིག་གི་སྡུག་མྱོང་གི་ཡོད་རེད། ང་རང་བློ་འབད་ཡོད་རེད་ཤིག་ཤིག་ཟིག་བཞག་དགོས་ནི་རེད་བསམ་ནི་དེ་སོ་སོའི་ཡིན་ཚིག་གི་ཅིག་བཞག་སྟེགས་བསལ་དང་མཉམ་འབྲེལ་རྒྱལ་ཚོགས་ནི་རེད།